ལན། འདི་གའི་ནང་དུ་སྦེལ་ནཱ་ལེནྡྲའི་རྒྱལ་སྤྱིའི་ཚོགས་པའི། ཨ་ནི་ཚོགས་གཙོ་མཆོག་གིས་རིགས་པའི་ཚོགས་མི་གཙང་མ་ལོག་ལ་འཚམས་འདྲི་དང་གུས་ཕྱག་སྔོན་དུ་འགྲོ་བའི་ཐོག་ནས། ཨ་ནི་དཔལ་ཆོས་ཀྱི་གྲོགས་པའི་ཏིལ་མ། གསུང་གི་ཐོག་ནས་ཨེ་ཏིལ་མ་ཁ་ཤས་ཤིག་ངོ་སྤྲོད་ཞུ་གི་ཡིན་ད་ཁ་སང། དཔལ་ལྡན་ཆོས་གྲགས་ཀྱིས་ཚད་མ་དེ་བདུན་ལྗགས་གསུམ་མཛད་སྟངས་ནས་འཕྲོས་ནས་ཨ་ནི་ཚད་མ་དེ་བདུན་གྱི། བརྗོད་བྱ་དང་གཞུང་ཚད་དང་འགྱུར་ལ་སོགས་པ་དང་དེ་ཚོའི་སྐོར་དེ་ཤོད་ད་དེ་ནས་མ། ཚད་མ་དེ་བདུན་གྱི་ནང་ནས་དང་པོ་ཨ་ནི་དང་པོ་དེ། རྒྱས་པའི་བསྟན་བཅོས་ཚད་མ་རྣམ་འགྲེལ་གྱི་སྐོར་དེ་ནང་གསེས་ཀྱི་ས་བཅད་དབྱེ་བ་བཞི་ལ་དབྱེ་བ་ཕྱེ་ནས་ཞུས་ཟིན་པ་རེད་ད་དེ་ནས་ཚད་མ་དེ་དུས་ཀྱི་ན་ལོ་ནས་དང་པོ་ཟླ་གཉིས་པ་དེ་ཡིན། ནང་གསེས་ཀྱི་ཨ་ནི་འབྲིང་དུ་བཙལ་བ་ཚད་མ་རྣམ་ལྔས་བཤད་དེ་ནས་མ་ཡ་ས་བཅད་ཁ་ཤས་ཀྱི་སྐོར་ཞུ་བ་ཡིན།

དགོངས་པ་སོགས་རེབ་གོང་གི་མཛད་པའི་ཆོས་གྲགས་ཀྱི་བསྟོད་པ་འདིའི་ལྟར་རྡོ་རྗེ་འཇིགས་མེད་བསྟན་པའི་ཉི་མའི་གསུང་པོད་པོད་དཀར་པ་དེ་རེད་སི་ཁྲོན་མི་རིགས་དཔེ་སྐྲུན་ཁང་ནས་ཉེར་སྟོང་གསུམ་ལོ་ལ་པར་སྐྲུན་ཞུས་པའི་དེབ་གཟུགས་ཀྱི་ཤོག་གྲངས་བརྒྱ་དང་ལྔ་བཅུ་ང་གཉིས་ཀྱི་ནང་ལོགས་ལ་ཨ་ནི་བསྟོད་པ་འདི་ལས་དཔྱད་གསུམ་ཤིན་ཏུ་རྣམ་དག་བདེ་གཤེགས་གཞུང་དྲི་མེད་ཚད་མ་གཉིས་ཀྱིས་ལེགས་གྲུབ་སྟེ་ཟབ་བརྡ་རྒྱ་ཆེ་ཐེག་པ་གསུམ་གྱི་གཙོས་སྲིད་ན་ཡུན་རིང་གནས་མཛད་ཆོས་གྲགས་ཞབས་ཆེན་ཧོ། ད་ནག་པོ་བཙས་པ་ན་ཞེས་བྱ་བས་ཆོས་ཀྱི་དྲག་པོའི་བཙས་པས་ད་ཚེར་མ་རྣམ་ལྔས་ཀྱི་གཞུང། ནོར་ནི་ད་གཞུང་གི་གཞུང་ཚད་ག་ཚོད་ཡོད་རེད་འདིའི་ཐོག་མ་མགུར་རེ་ཞུ་བ་བྱས། ད་འབྲིང་དུ་བཙས་པ་ཚེར་མ་རྣམ་ལྔས་ཀྱི་གཞུང་ཚད་འདིར་ཡང་ང་ཚོ་ཚིགས་བཅད་དང་ཨ་ནི། རང་འགྲེལ་བཅས་མདོར་བསྡུས་པ་ཡིན་ན་ཨ་ནི་ཚིགས་བཅད་དང་ཚིག་ལྷུག་བྱས་བྱས། གཞུང་གི་ལུས་འདི་བྱ་བྱ་བས་ན་སྐྱེས་ལུས་སྤེལ་མ་གཉིས་ཀྱི་བདག་ཉིད་གཅིག་གཞུང་གཅིག་ཏུ་བྱ་བྱ་ཡོད་རེད། ད་དེ་ལ་ཡང་གཞུང་ཚད་ཁོ་རང་གི་ལེའུ་འདི་ད་ལྟ་ལེའུ་དང་པོ་དེ་ལ་ཡང་མངོན་སུམ་ལེའུ་གཉིས་པ་དེ་ལ་ཡང་རང་འདོད་ལེའུ་རང་འདོད་བྱེད་པ་གི་ལེའུ་ད་ནི་གསུམ་པ་དེ་ལ་ཡང་གཞན་འདོད་བྱེད་པ་གི་ལེའུ་བྱས་ལེའུ་གསུམ་ཡོད་རེད་ད་རྣམ་འགྲེལ་ལ་ཡང་ལེའུ་བཞིར་བ་ད་སྣང་མེད་དེ་ལ་ལེའུ་གསུམ་བྱས་ད་ལེའུ་དེ་ཚོའི་གྲངས་དང་གོ་རིམ་འདི་ད་ལྟ་ཚད་མ་རིག་སྟེ་ལ་སོགས་པ། ཨོ་དོན་ཚོད་མཚོན་པའི་དུས་ཚིགས་ཀྱི་ང་ཚོའི་ནང་པའི་ཚད་མ་རིག་པའི་གཞུང་གི་ཨ་ནི་གོ་རིམ་དག་གི་རང་མ་རྒྱུན་འཛིན་གནང་ཡོད་རེད། འདི་ནང་བཞིན་གྱི་ཐད་ཚད་མ་རྣམ་འགྲེལ་འདི་དང་པོ་ང་ཚོ་དད་བསྐྱེད་པའི་བསྟན་བཅོས་ཚད་མ་རྣམ་འགྲེལ་ཟེར་ཡ་དེ་ཐོག་མར་སློབ་དཔོན་མཆོག་གིས་བླངས་པའི་མཛད་པ་ཚད་མ་ཀུན་འདུས་ཀྱི་ཨ་ནི་བྲིས་པ་ཡིན་པར་མ་ཟད། བ་དང་འཕྲོས་དོན་དག་ཅེས་པ་གང་དག་མཐའ་དཔྱོད་ཨེ་ནི་ཞེས་བསྐྱེད་རྟོགས་ལས་མ་མཐའ་ཆེ་བ་གང་ཞིག་ལ་སྐྱེ་བོ་ང་ཚོ་ཚད་མ་རྣམ་ལྔས་ལས་ཨེ་ནི་རང་ལུགས་ཞེས་པ་གཙོ་བོར་བྱས་པའི་གཞུང་རང་ཚད་པ་ཅིག་ཆགས་བསྡད་པ་རེད་དེའི་ཐོག་ལས་ད་གེ་ཅི་མེད་གྲུབ་ཅེས་བསགས་པ་བསྟན་པ་ལ་སོགས་པ་དེ་འདྲའི་ཐོག་ནས་ཐུན་མོང་མེད་པའི་སེམས་ནི་མི་འདུག་བ་དང་འཕེལ་རྒྱས་ཀྱི་རིམ་པ་དེ་འདྲའི་ཁ་ཤས་ཡོད་རེད། ད་དྲིང་དུ་བརྩེ་བ་ཚད་མ་རྣམ་ངེས་ཀྱི་དེའི་ཐུན་མོང་མེད་པའི་ཁྱད་ཆོས་ག་རེ་ཡོད་མེད་དེའི་སྐོར་ལ་དོན་དུ་རྒྱལ་ཚབ་དམ་པ་རིན་ཆེན་གྱིས་མཛད་པའི་རྣམ་ངེས་ཀྱི་དག་ཁྲིད་ན་ལོ་ལ་གསལ་བ་དེའི་ངོ་སྤྲོད་ཤས་ཆེ་ད་དེ་མཛད་པ་པོ་རྒྱལ་ཚབ་དམ་པ་རིན་ཆེན་མཆོག་སྟེ་ཆིག་སྟོང་སུམ་བརྒྱ་ནས་དྲུག་ཅུ་རེ་བཞི་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་བཞི་བརྒྱ་ནས་གསུམ་སོ་གཉིས་ལོ་ལ་དགོངས་པ་རྫོགས་པ་རེད། རྒྱལ་ཚབ་དམ་པ་རིན་ཆེན་གྱིས་མཛད་པའི་ད་ལྟ། ད་ལྟའི་དེའི་ཚེ་མ་གནང་མཁན་གྱི་སྒྲིག་ཆས་དེའི་བལྟོས་བཅས་དེ་རེད་ད་ལྟ་བོད་སྐབས་བབ་བསྟན་སྲུང་མི་རིགས་དཔེ་སྒྲུབ་ཁང་ནས་དགུ་བཅུ་གོ་གསུམ་ལོ་ལ་བཀོད་སྒྲིག་ཞུས་པའི་དེབ་གསུམ་གྱི་ཤོག་གྲངས་བཞི་པ་ནས་མ་ཨོ་ད་དེ་ནས་མ་ཨེ་ནས་ཚད་མ་སྣ་ག་ད་གནང་མཁན་སྐོར་ལ་ག་རེ་གསལ་བ་དེ་ཇག་ལ་ཞུ་ཆོག་གི་ཡིན། ཚད་མ་རྣམ་པ་ངེས་པ་ལས་ནི་བྱས་ཚད་མ་རྣམ་པ་ལུང་འདིའི་དྲ་ན་ས་སློབ་དཔོན་མཆོག་གིས་གླང་པོ་ལ་རྟོག་གེ་མི་ཤེས་སོ་ཞེས་གོ་བ་དག་གི་སྡུག་བསྔལ་གྱི་རྒྱུ་བཟློག་པའི་དོན་དུ་སྙིང་རྗེ་ཆེན་པོའི་སྐུ་གནས་བླངས་ནས་དེ་དག་གི་ལོག་རྟོག་བསལ་བའི་ཆེད་དང། ཚད་མ་དང་གཞལ་བྱའི་དེ་ཁོ་ན་ཉིད་ཚད་མ་ཀུན་ལས་བཏུས་ཀྱི་གཞུང་གི་ཆ་དང་ཡང་སྦྱར་ཞིང་སྔ་མ་ལས་ཅུང་ཟད་བསྡུས་པ་ཙམ་གྱིས་རིགས་པའི་དེ་ཁོ་ན་ཉིད་རྟོགས་པ་འདོད་པ་དག་རྗེས་སུ་གཟུང་བའི་ཆེད་དུ་མཛད་དོ། ཆ་ཀུན་ནས་ཡོངས་སུ་རྫོགས་པ་སྔ་མ་ལས་མི་སྐྱེད་མོད། རྟོག་གེའི་ཚིག་དོན་བརྒྱས་ཚང་བར་སྟོན་ཅིང་གཞན་དོན་ནི་སྔ་མ་ལས་ཀྱང་ཆེས་ཆེར་སྐྱེས་སོ་ཞེས། འོ་དེ་འདྲའི་ཚེ་ན་གང་དག་དོར་ཐལ་བ་ཡིན་ན་ནི་གཞན་དེའི་ལེའུ་སྟེ་རྣམ་འགྲེལ་ལས་ནི་རྣམ་རྣམ་ངེས་བལྟས་ཚེ་སྐྱེས་པ། གསུངས་ཡོད་ས་རེད་དེ་ནང་བཞིན་གྱི་དག་ལེགས་སྦྱར་གྱི་ཕྱི་མོ། ནི་ཆ་ཚང་ང་ཚོ་དག་དཔའ་སྤྲུལ་ཞུ་མ་ཐུབ་ཡིན་པས་ནི་གཞུང་གཞན་དག་ལས་དག་ད་དུང་དྲངས་པ། དེ་ནང་བཞིན་གྱི་དག་དེ་འདྲེ་ནས་གསར་པ་གཉིས་པ་ཚང་མ་བསྡོམས་པ་ཡིན་ན་ལེའུ་དང་པོ་དང་ལེའུ་གཉིས་པ། ལོ་ཟླ་དེ་གཉིས་ཀྱི་ཚིགས་བཅད་ཕལ་ཆེ་བ་ནི་ལེགས་ཆ་གི་གཞུང་དུ་འཛུགས་པ་རེད་ནང་དུ་དེ་འདྲའི་བྱུང་ཡོད་རེད་དཔེར་ན། ད་ལྟ་ཕོ་ར་དབུ་བར་ནང་རེ་ཟད་དེའི་སློབ་མ་ད་ལྟ་བི་རར་ཟད་དེ་ལེགས་ཆ་གི་ནི་རྣམ་ངེས་ཀྱི་མ་ཕྱི་ག་རེའི་རྙེད་པ་དོན་ཚོད་ཟུར་རུ་བསྐྱེན་པའི་ད་ལྟ་ཚད་མ་རྣམ་ངེས་ལེའུ་དང་པོ་ཨོ་ནི་མངོན་སུམ་ལེའུ་ད་ལྟ་ང་ཚོ་ལེགས་ཆ་གི་ནི་བུ་གལ་ཚུལ་བསྒྱུར་བའི་འོ་ད་དོན་ཚོད་ལེགས་ཆ་གི་ཕྱི་མོ་ག་རེ་རྙེད་པའི་ཟུར་བསྐྱེན་པའི་ད་ལྟ་རྣམ་ངེས་ལེའུ་དང་པོ་དང།

ཧོ། དེས་ན་ཞི་བདེའི་རྗེས་ལ་ཆོས་ཕྱོགས་ཀྱི་དང་ན་རྣམ་ངེས་སྒྲིག་ཆེན་ན་ལོ་ནས་ཡ་རྣམ་ངེས་ལེའུ་གཉིས་པའི། ལེགས་སྦྱར་གྱི་གཞུང་མཛད་རེད་དེས་ན་ཤིང་གི་མཁས་པ་དང་ད། ད་ནི་ཡ་ལེའུ་གསུམ་པའི་རྣམ་ངེས་ལེགས་སྦྱར་གྱི་གཞུང་མཛད་རེད་དེས་ན་ཤིང་གི་མཁས་པ་མུ་ནི་བྱམས། དང་ད་བུ་བེའུ་བྱ་ཡ་ཀུན་གྱི་དང་ད་རྒྱ་བོ་པའི་རྟོག་གེའི་གཞུང། རྩལ་གྱི་རྒྱན་དུ་དྲངས་པའི་རྣམ་ངེས་ལེའུ་གསུམ་པ་དེས་ན་ཤིང་གི་ཆོས་ཕྱོགས་ཀྱི་ཐན་ལྡན་གྱི་ལེགས་སྦྱར་གྱི་གཞུང་དང་ཚོ། དང་ད་ག་ཚོད་ར་ང་ཚོ་བོད་བསྒྱུར་དང་གྲགས་ཆེན་ཡང་བ་སྤྲུལ་གནང་བ་དེ་འདྲའི་གཞུང་ཡོད་རེད། འོ་དེ་འདྲའི་རྗེས་ནས་གང་ལྟར་སྔ་ཕྱི་ཚུན་དུ་འཐོམ་པ་ཡིན་ན་ད་ལྟ་ཚད་མ་རྣམ་ངེས་ཀྱི་ལེགས་ཆ་གི་ཕྱི་མོ་མ་དཔེ། ཆ་ཚང་བ་ཇི་ལྟར་ནུབ་ཕྱོགས་མཁས་པ་གཅིག་གིས། རིག་གནས་པར་སྐྲུན་གནང་ཡས་ཡོད་པ་དེ་འདྲའི་ཆེད་ཀྱི་ད་ལྟ་མཁས་དབང་ཨ་ནི་གངས་དཀར་ཚུལ་ཁྲིམས་ལགས་ཀྱིས་དེ་འདྲའི་ཆེད་བཀོད་གནང་ཤག། ད་དེ་ནས་ནང་གསེས་ཀྱི་སྡེ་ཚན་གསུམ་པ་དེ་ད་ལྟ་རྒྱས་པ་དང་སྤྲིང་ཉིན་བཞི་པ་བཅས་ད་བསྡུས་པ། བསྡུས་པ་ཟེར་བ་ཚད་མ་རིགས་དེའི་ཆེད་ཁོང་ལ་ཡིག་ཐོག་ཕུལ་བ་དེའི་སྐོར་དུ་ངོ་སྤྲོད་ཞུ་གི་ཡིན་ད་དེ་ཡང། ད་ལྟ་པཎ་ཆེན་ཤཀྱའི་མཆོག་ལྡན་གྱིས་མཛད་པའི།

ནང་ལ་ནས་དང་པོ་ང་ཚོ་ག་ཚོད་རེད་ལས་དང་པོ་ཡོ་ཆེད་དུ་བཙལ་བའི་ཚེ་མེ་སྟེན་ཆུས་བསྡུས་པ་དེ་ཆགས་བསྡད་ཡོད་རེད་ད་དེ་འདྲ་ཡིན་དུས་ལས་དང་པོ་ཡོ་ཆེད་དུ་ཨ་ནི་བཙལ་བའི་ཚེ་མ་ཚེ་མའི་ནང་ནས་ད་ཚེ་མ་རིགས་ཏིག་དེ་སྐོར་དེ་ད་ད་རྒྱལ་ཚབ་ཀྱིས་རིགས་ཏིག་དག་ཁྲིད་ནང་དེ་འདྲ་ཅིག་སོང་ཤག་ད་རྒྱལ་ཚབ་ཀྱིས་ཁོང་ནས་ཞིབ་ན་བཞི་རེ་ཆིག་སྟོང་སུམ་བརྒྱ་ཨ་ནི་དྲུག་ཅུ་རེ་བཞི་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་བཞི་བརྒྱ་སུམ་སོ་གཉིས་ལོ་ལ་དགོངས་པ་བསྩལ་བ་རེད། ད་རྒྱལ་ཚབ་རིམ་བཞིན་མཛད་པའི་རྒྱལ་ཚབ་ཀྱི་ད་ལྟའི་དེའི་མཚན་མོ་གནམ་ངན་སྒྲིབ་ཆེན་སྟོད་ཆ་པོའི་ཀ་བ་ཀན་སུ་མེ་རི་བུ་ཆུ་ཁ་ནས་ཁོལ་བཅུ་གོ་གསུམ་ལོ་ལ་པར་རིས་ཞེས་པའི་དེབ་གཟུགས་ཀྱི་ཤོག་གྲངས་ལྔ་པའི་ནང་ལ་ནི་ཨ་ནེ་རིགས་ཀྱི་གཞུང་འདི་ལ་འདི་འདྲའི་གསུང་བཤད་དག་སྤྲོས་པ་བརྒྱད་པའི་རྗེས་སུ་ཨ་ནེ་འཇུག་མི་ནུས་པ་དང་གཅིག་ཨ་ནེ་ཚིག་ཉུང་ཉུང་གི་དོན་རྒྱ་ཆེན་པོ་ཁོང་དུ་ཆུད་ནུས་པས་ཨ་ནེ་གང་ཟག་དེ་འདྲ་གཉིས་ཀྱི་དབང་དུ་བྱས་ནས་ཨ་ནེ་རྟོག་གེ་ལུས་ཚུགས་བསྡུས་ནས་ཨ་ནེ་རིགས་འདི་ལས་བསྟན་པ་ཡིན།

དེ་ཚེ་ད་ང་ཚོ་ཚིག་མཚོན་ཡ་རབས་ཤིག་རེད་ད་རིགས་དུས་ཀྱི་དྲེགས་པ་ལ་ཡ་ང་ཚོ་མཚོན་པ་ཡིན་ན་དུས་རབས་བརྒྱད་པའི་ནང་ལོ་ལ་བྱོན་པའི་ཡ་ནས་རྒྱ་གར་བ་བ་ཡུག་ད་ད་སློབ་པའི་དུ་བ་ལས་རིགས་དུས་རྒྱ་ཆེ་དྲེགས་པ་ད་གཅིག་དེ་ནས་སློབ་དཔོན་ཆོས་མཆོག་གི་ད་ད་རིགས་དུས་རྒྱ་ཆེ་དྲེགས་ཟེར་ན་མི་འདུག་ཡ་ན་ཐན་ལྟས་ཆུང་བ། འོ་འདི་ན་ཞིག་ད་ལྟ་སློབ་དཔོན་པདྨའི་ངང་ཚུལ་གྱིས། ཨ་ནི་ཚད་མ་རིགས་ཏིག་གི་ཕྱོགས་སྔ་མ་མདོར་བསྡུས་པ་ཟེར་དེའི་འགྲེལ་པ་འདི་ན་ཤིང་གི་སློབ་པའི་ཆོས་ཕྱོགས་ཀྱི་ད་ལྟ་རིགས་ཏིག། རྒྱ་ཆེའི་འགྲེལ་པ་འདི་ནི་དུས་རབས་དགུ་པའི་ནང་ལོགས་ལ་བྱོན་པའི་སློབ་དཔོན། Malavati། ད་ལྟ་ཆོས་ཕྱོགས་ཀྱི་རིགས་ཏིག་གི་འགྲེལ་བཤད་ཨ་ནི་དུས་རབས་བཅུ་གཅིག་པའི་ནང་ལོགས་བྱོན་པའི། ད་ལྟ Thurika། མི་ཤེས་ཆོས་ཕྱོགས་ཀྱི་ཡང་རིགས་ཏིག་གི་འགྲེལ་བཤད་ཅིག་འདི་ན་ཤིང་གི་རྩེ་བ་པོ། གསལ་ཁ་མེད་པའི་སློབ་པའི་ཆོས་ཕྱོགས་ཀྱི་རིགས་དེ་གི་འདྲི་བཤད་གཉིས་ཅན་འོ་དེ་འདྲའི་འདྲི་བཤད་ཁག་ཡོད་རེད་དེ་ནས་ཕྱིན་ད་བོད་སྐད་ལ་བསྒྱུར་རེས་ད་ལྟ་རྒྱལ་བའི་བཤེས་གཉེན་གྱི་རིགས་དེ་གི་དོན་བསྡུ་ཡས་བཞུགས་ཡོད་རེད་དེའི་ནང་ལོགས་ནས་སློབ་པའི་ཆོས་ཕྱོགས་ཀྱི་ད་ལྟ་རིགས་དེ་གི་རྒྱ་ཆེ་འབྲིང་གཅིག་པོ་ང་ཚོ་བོད་བསྒྱུར་དང་ལེགས་ཆ་གཉིས་ཀ་ལ་ལྷག་མ་ཡོད་པ་དེ་རེད་དེ་ནས་ཕྱིན་གི་ད་སློབ་པའི་དུ་བ་ལས་དུ་བ་ལྷ་དང་དེ་ནས་ཕྱིན་གི་སློབ་པའི་པདྨས་ང་ཚོའི་སློབ་པའི་བཀའ་མ་ལས་བཞི་ལ། ཨོ་ཁོང་གཉིས་ཀྱི་ད་ལྟ་རིབ་སྟེགས་ཀྱི་འདྲེས་པ་ཨ་ནི་བུ་རྒྱུ་ཡོད་པ་རེད་ལེགས་ཆ་ཡོད་མ་རེད། དེ་ནས་ད་འཇུ་ཁོང་ལ་ཞུས་པའི་ཕྱི་མ་བཞི་པོ་དེའི་ལེགས་ཆ་ཁོ་ན་མ་གཏོགས་ཡང་བོད་སྐད་ལ་བསྒྱུར་ལ་དེ་འདྲས་བྱུང་ཡོད་མ་རེད། དེ་ནས་ད་རིབ་སྟེགས་ཀྱི་ལེགས་ཆ་ཨ་ནི་ཕྱི་མོ་ལ་ད་ལྟ་ཐོག་མར་ཞུ་ཞིང་གནང་མཁན་དེའི་མཁས་པ་དཔེ།

དགུ་ཐུག་ཆིག་སྟོང་བཞི་བརྒྱ་བཅུ་གཉིས་ལོར་དགོངས་པ་རྫོགས་པའི་ཁོང་གིས་མཛད་པའི་སྐྱེ་འགྲོ་ཆོས་ཉིད་ཀྱི་བསྟོད་པའི་ཁུངས་འདིའི་དོན་དང། རེ་ལྟ་བའི་བསྟོད་ཚོགས་གསུང་པོད་ལྔ་པ་དེ་རེད་དེ། ཐུར་བུའི་ད་ལྟ་འཁྲུལ་པ་པི་རིང་གི་ཤོག་གྲངས་བརྒྱད་པའི་མདུན་ཤོག་ཡིག་འབྲི་བསུ་བ་ནས་ད་ལྟ་དེའི་བསྟོད་པ་དེ་རེད་ཡ། ཆོས་ཀྱི་རིག་པས་ཆུ་མིག་ཕམ་མཛད་ཅིང་གྲགས་པའི་སྒྲ་ཆེན་ཇི་སྐད་གསུང་ན་སྒྲ་མ་ངན་མི་འཇུག་སྨྲ་བའི་ཉི་མ་ཆུ་ཆོས་ཀྱི་གྲགས་པས་ཞབས་ལ་ཕྱག་འཚལ་ལོ།

གཅིག་སྟོང་སུམ་བརྒྱ་དྲུག་ཅུ་རེ་བཞི་ལོ་ལ་སྐུ་འཁྲུངས་ནས་གཅིག་སྟོང་ཆིག་བརྒྱ་སུམ་སོ་གཉིས་ལོ་ལ་དགོངས་པ་ཚོགས་པ་རེབ་གོང་གིས་བསྩལ་པའི་ད་ལྟ་རྣམ་ངེས་མཐའ་སྤྲོད་ཀྱི་ཁུངས་དེ་ད་ལྟ་ཚད་མ་རྣམ་ངེས་མཐའ་དང་རིགས་ཞེན་གྱི་གཏེར་ཆེན་དེ་རེད་བྱ་བའི་དེའི་པོད་བཀའ་བབས་ཆད་བརྟན་སུམ་བརྒྱ་དྲུག་བརྒྱ་དྲུག་ཁ་ནས་དབུ་བཅུ་གོ་གསུམ་ལོ་ལ་པར་རིས་ཞུས་པའི་དེབ་གཟུགས་ཀྱི་ཤོག་གྲངས་གསུམ་པའི་ནང་ལོགས་ལ་ནི་ད་ལྟ་དབང་རྫོགས་ངོ་སྤྲོད་བྱ་བའི་གཏེར་མཛོད་དེ་བའི་གཞུང་གི་ཁྱད་ཆོས་སྐོར་ལས་འདི་གསུངས་བྱ། ལྐོག་གྱུར། རྟོག་པ་གཏན་ཚིགས་ལ་རག་ལས་ཤིང་དེ་ཡང་ཐག་ཆོད་པར་རྟོག་པ་རྟགས་ཀྱི་ཚུལ་གཏན་ལ་འབེབས་པ་ལ་རག་ལས་པས་ཚུལ་དྲུག་ལ་སོགས་པ་ཡོད་པ་དང། གཅིག་ཏུ་ཟད་པའི་ལོག་པར་རྟོག་པ་བསལ་ནས་ཚུལ་གསུམ་དུ་ངེས་པར་སྒྲུབ་པའི་ཆེད་དུ། ཕྱོགས་ཆོས་དེ་ཆེད་ཁྱབ་པ་ཡིས་ཞེས་པའི་གཞུང་སྤྲོས་ནས་འཆད་པ་ཡིན་ནོ། ཨོ་གསུངས་པ་ན་ཞེས་རེད། དེས་ན་གཞན་གྱི་ད་ལྟ་གཞུང་འདིས་ང་ཚོ་བོད་སྐྱོར་ཙམ་མ་གཏོགས་ལེགས་སྦྱར་གྱི་ཨ་ནི་མ་པའི་ཆ་ཚང་ཅིག་ད་ལྟའི་ཆར་ཡང་བཞུགས་ཡོད་མ་རེད། དེ་ནས་གཞུང་གཞན་དང་གཞན་དུ་ད་ལྟ་ལུང་དྲངས་པའི་གཞུང་ཚན་ཨ་ནི་དེ་འདྲའི་ལྟས་སུ་མང་པོ་དེ་འདྲའི་རྙེད་ཀྱི་ཡོད་རེད། དེས་ན་གཞན་གྱི་ད་སྐད་ཅིག་མའི་སྤྲོས་པའི་སྒྲུབ་བྱེད་ཀྱི་འཕེལ་རིམ་ལ་བརྟེན་བྱས་གཏོར་བཏོད་པ་ཡིན་ན་ཚད་མ་རྣམ་ངེས་དང་རྩོད་པའི་རིགས་པ་དོན་ཚོའི་བར་དོ་བ་ཅི།

ཐུ་རི་ཀ་མི་རིགས་ཤིག་ཨ་ཙ་སྒྲའི་ད་ལྟ་གཏན་ཚིགས་ཐིག་པའི་འགྲེལ་བཤད་དེ་ལེགས་བྱང་མ་གཏོགས་ཡང་བོད་སྐད་ལ་བསྒྱུར་ཡོད་མ་རེད། དེ་ནས་ད་ལྟ་སི་ཏན་ཀི་ལུ་རན་གྱི་ད་ལྟ་ཐུ་རི་ཀ་མི་ཤེ་ཡི་ད་ལྟ་ཨ་ཏའི་གཏན་ཚིགས་ཐིག་པའི་འགྲེལ་བཤད་ན་ལོག་ལ་ད་ལྟ་གཏན་ཚིགས་ཐིག་པའི་ལེགས་བྱང་གི་གཞུང་ཚན་རེ་ཏི་ནང་བཞིན་གྱི་རྒྱ་བོད་པའི་གཞུང་དྲངས་པས་ན་ནི་ལེགས་བྱང་གི་གཞུང་ཚན་དག་དོན་ཚོད་བསྟན་དེ་ཡང་ང་ཚོ་བོད་སྐད་ལ་འཚོལ་བར་འགྱུར་རེད།

ཧོ། ཁོང་གིས་མཛད་པའི་རྒྱན་དྲུག་མཆོག་གཉིས་ཀྱི་སྤྲུལ་པའི་སྐོང་འདིའི་ད་ལྟ་བསྙེན་བཀུར་སྒྲུབ་གསུང་རབ་པའི་ཨ་ནེ་གསུང་རྩོམ་གཅིག་སྒྲིག་ད་ལྟ་རྩོམ་གྱི་མི་སྒྲིག་དཔེ་སྐྲུན་ཁང་ནས་དགུ་བཅུ་གོ་དྲུག་ལོའི་པོ་ཏི་ཞེས་པའི་དེབ་གཟུགས་ཀྱི་ཤོག་གྲངས་ཨ་ནེ་བཞི་བཅུ་བཅུ་བཞིའི་ནང་ལོགས་ལ་རིག་པའི་སེང་གེའི་ལུས་སྟོབས་རབ་བརྟན་ནས་རྟག་དཔྱད་ཕྱོགས་ལྷུང་མུ་ཏིག་གཉིས་ཐུགས་འབུམ། ཡང་དག་ལམ་དུ་སྤྲུལ་བའི་བརྟུལ་ཞུགས་ཀྱིས་ཕྱོགས་ལས་རྣམ་པར་རྒྱལ་བ་ཆོས་ཀྱི་གྲགས་ཆས།

རེ་ཞིག་པའི་བདེ་བ་ལ་སྦྱོར་ཡང་རྟེན་བརྟེན་དུ་བ་མིན་ལ། རྟེན་གྱི་བདེ་བ་སྒྲུབ་པ་ནི་གཞི་དང་ལམ་དང་འབྲས་བུ་རྣམས་ལ་མཐའ་གཅིག་ཏུ་འཛིན་པའི་ལོག་རྟོག་དང། མཐའ་གཉིས་སུ་ཐོགས་པའི་ཐེ་ཚོམ། མཚན་མའི་མཐའ་ཅན་གྱི་སུན་འབྱིན་དང་སྒྲུབ་ངག་གི་གསེར་ནི་ཡང་དག་པའི་ལམ་ལ་བཅའ་བ་ཁོ་ནས་སྒྲུབ་པའི་རྩོལ་བའི་ཚུལ་ཤེས་པའི་ཡན་ལག་ཏུ་མཛད་དོ། འོ་ད་གཞུང་གི་ཁྱད་ཆོས་འདི་ཆགས་བསྡད་ཡོད་རེད་ད་ག་དེ་ཡིན། སློབ་དཔོན་ཆོས་གྲགས་ཀྱིས་ད་ནི་གཞུང་འདི་གཙོ་ཆེའི་གཙོ་བོ་རིག་པ་ཅན་པས་ནི་རྩོད་སྤོང་བའི་ཆེད་དུ་བརྩམས་པ་ཅིག་ཆགས་ཡོད་རེད་དེ་ན་གཞིས་སློབ་དཔོན་ཆོས་གྲགས་ཀྱི་གཞུང་གི་ན་ལོ་ནས་ད་ལྟ་གཞུང་འདི་ལ་ཡང་སྤྱི་ཡོངས་ཀྱི་སྐད་ཅིག་མའི་སྒྲུབ་བྱེད་ཀྱི་རིག་པའི་ནི་འཕེལ་རིམ་དེའི་རྩེ་མོ་ལ་སླེབས་པ་དེ་འདྲ་ཡིན་པ་ཡིན་ཙང་གོང་ལ་ཞུས་པ་བསྟན་བཅོས་བཞི་པོ་དེའི་རྗེས་སུ་བརྩམས་པ་འདིའི་སྡུད་ཡོད་རེད་གོ་རིམ་གོང་དུ་བྱས་པ་ཡིན་ན།

བློ་ཕམ་པ་གཅིག་ལ་ད་ལྟ་མཁས་པ་དེ་ཚོས་ང་ནི་ཞུ་བྱེད་གནང་བའི་སྐབས་ལ་ད་ལྟ་སུ་བསྡད་དཔྱད་གཞི་ཡང་ནི་མེད་དུ་མི་རུ་བས་ང་ཚོ་བོད་གངས་ཅན་གྱི་ཆུང་གི་སྐད་ལས་ཚུར་བསྒྱུར་རས་བུ་དུ་དག་ཚུར་བསྡུ་རུ་མེད་པ་ཡིན་པས་ཡིན་ཙང་ཨེ་ནས་དེ་འདྲའི་ནོར་ར་དག་ཞུ་དག་ངས་སྒྲུབ་མ་ཐུབ་པ་དེ་འདྲའི་མང་པོ་ཞིག་ཡོད་པའོ་དེ་འདྲའི་དེ་ཕྱིས་སུ་ཉམས་ཞིབ་གནང་མཁན་དེ་ཚོས་དེ་འདྲའི་གསུང་ཡང་ཐུབ།

ཨོ་ད་དེ་འདྲས་ཀྱི་སྟོད་ཆ་མཛེས་སའི་ཡུལ་ནི་བ་འདའི་ཆོས་གྲགས་ཀྱིས་མཛད་པའི་ནི་ཚད་མ་སྡེ་བདུན་གྱི་ནང་ནས་དྲུག་པ་འདིའི་དེ་ན་འགྲེལ་པ་དག་པའི་གཞུང་རེད་གཞུང་འདིའི་ཁྱད་ཆོས་དེ་ད་ལྟ་རྒྱལ་མཆོག་ཀུན་འདུས་དང་པོ་ཆེ་གེ་འདུས་གྲུབ་པས་མཛད་པའི་ཚད་མ་རིགས་རྒྱན་གྱི་ནང་ལོ་ནས་ལུང་བཞི་དྲངས་ནས་ངོ་སྤྲོད་ཞུ་གི་ཡིན། རྒྱལ་མཆོག་དགེ་འདུན་གྲུབ་པ་མཆོག་འདི་གཅིག་ཏུ། སུམ་བརྒྱ་དགུ་བཅུ་གོ་གཅིག་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་བཞི་བརྒྱ་བདུན་ཅུ་བདུན་བཞི་ལོ་ལ་དགོངས་པ་ཚོགས་པར་ཁོང་གིས་བསྩལ་བས། ཚད་མ་རིག་རྒྱན་གྱི་ཁུངས་འདིའི་བདག་དང་སྲིད་གཙོ་ནང་བསྟན་པིན་གཉིས་ཚུལ་དུ། གང་ནས་ཉིས་སྟོང་བཅུ་ལོ་ལ་པོ་ཏི་ཞུ་བའི་དེབ་གསོལ་དགོས་ཤོག་གྲངས་བཅུ་གཅིག་གི་ནང་ལོགས་ལ་ནས་འདི་གསུང་བྱ་ད་ཚུལ་གསུམ་གྱི་རྩ་བ་འགྲེལ་པ་ལ་རག་ལས་པ་ཡིན་ལ། འགྲེལ་པ་ལ་འགྲེལ་བ་ལ་ནས་འགྲེལ་འདུས་འགྲེལ་བ་དང། འབྲེལ་བ་རྫས་གྲུབ་བདེ་བའི་ལོག་རྟོག་བསལ་ནས་འབྲེལ་བ་ལ་དག་གཅིག་དང་དེ་བྱུང་གི་འབྲེལ་བ་གཉིས་སུ་གྲངས་ངེས་པར་སྒྲུབ་པའི་ཕྱིར་དང། ཐར་པ་ཐོབ་པར་བྱེད་པའི་ཐབས་བདག་མེད་རྟོགས་པའི་ཤེས་རབ་དང་ཁུ་བའི་རྩ་བ་བདག་འཛིན་ཡིན་ལ་དེའི་ཞེན་ཡུལ་གང་ཟག་གི་བདག་མེད་པར་འབྲེལ་བ་ནི་རྫས་གྲུབ་བཀག་པའི་སྒྲུབ་པར་དགོངས་ནས་འབྲེལ་བ་བཏགས་པས་མེད་ན་མི་འབྱུང་ངེས་ཕྱིར་རོ་ཞེས་པའི་གཞུང་རྒྱས་པར་བྱས་པའི་ཕྱིར་རོ། འོ་ད་ཁྱད་ཆོས་དག་དེའི་སྐོར་བདེ་སྲུང་བྱ། ཨོ་དེ་ན་ཞེ་ད་གང་ལྟར་འབྲེལ་པར་བཏགས་པའི། ཨ་ནི་རབ་བྱེད་ཀྱི་རྩ་བ། ཨ་ནི་འབྲེལ་པར་བཏགས་པའི་རབ་བྱེད་ཀྱི་རང་འབྲས། ཨ་ནི་གློ་བའི་དུ་བ་ལས་རྒྱ་ཆེར་འབྲེལ་པའི་ཤེས་པ། ཨ་ནི་བྲམ་ཟེ་སྡེ་བརྒྱད་དགའ་བའི་འབྲེལ་པར་བཏགས་པའི་སྤྱན་དྲངས་བཅས། བཞི་ཆ་ལོ། ང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་སྐད་རིགས་སུ་བསྒྱུར་ནས་ད་ལྟ་བསྟན་འགྱུར་ནང་ལ་ཡང་ཞུགས་ཡོད་རེད། དེ་ནས་ད་དུས་ཕྱིས་ཀྱི་ཉམས་ཞིབ་པ། དང་ད་ཕོ་རུ་ཝར་ནར་གྱིས་འབྲེལ་པར་བཏགས་པའི་རབ་བྱེད་ཀྱི་ཚིགས་བཅད་ཉི་ཤུ་རྩེ་ལྔའི་ནང་རོ་ནས་གཅིག་ནས། ཨ་ནི་ཉི་ཤུ་རྩ་གཉིས་ཀྱི་བར་ལ་ཡང་ད་ལྟ་རྒྱལ་བ་པའི་གཞུང་ནས།

ལ་ནི་འགྲེལ་པ་བཏགས་པའི་འགྲེལ་པ་འདིའི་ལེགས་སྦྱར་གྱི་མ་དཔེ་ད་ལྟའི་བཞུགས་ཡོད་རེད་དེ་ནས་བསྟན་བཅོས་འདི་ལ་ནི་གཞུང་ཚད་ལ་ང་ཚོས་བལྟས་པ་ཡིན་ན་ད་ནི་ཚིག་སྐྱིམ་ལ་ནི་ཤི་དོ་དེང་གི་ཤི་བཤད་ཅི་ཡོད་པའི་གཞུང་གཅིག་གི་ཆ་བསྡད་ཡོད་རེད་འོ་ད་དུང་གོ་དེ་ཡན་ཆད་དེ་དེའི་ཞག་གི་ཁ་ལ་དེ་ཡན་ཆད་དེ་པ་འདི་ཆོས་གྲགས་ཡིན་ན་སློབ་པའི་ཆོས་ཀྱི་གྲགས་པའི་བཙས་པའི་ལ་ནི་ཚད་མ་འདི་དོན་གྱི་ལ་ནི་ངོ་སྤྲོད་ཞོལ་དེ་དེ་འདྲའི་ཅི་རེད་ཞག་ད་ནི་དུང་གོ་དེའི་མཚམས་ཆ་ཡན་དེ་ནས་འཕྲོས་ཚེ་འཛུགས་ས་ཡིན་ན་མང་པོ་དུས་མཆོད་ཆོག་པོ་ཞོག་ཡིན་དོ་ཅེས།